འོ་ཚང་མ་ལ་ཞོགས་པ་བདེ་ལེགས་ཅིག་ཞུ་ཡས་ཡིན། ད་དེ་རིང་ཡང་བོད་ཕྲུག་ཅིག་མ་བཟོས་ན་ཅིག་མ་འགྲིག་འདྲ་ཆགས་སོང་ར། འོ་ད་ཡང་ཀ་ར་ཀོ་རི་མེད་པ་བྱས་ཀྱག་ཀྱོག་མེད་པ་ཞིག་སྐད་ཆ་རྡོག་རྡོག་དེ་བྱས། ཨ་ནི་ང་ཚོ་གི་གར་ས་ན་ད་ལྟ་ང་ཚོ་ལས་འགུལ་ཅིག་སྤེལ་ཡོད་རེད། ལས་འགུལ་དེ་དྲང་པོ་དྲང་རྐྱང་གི་སྒོས་ཤོག་ཀྱོག་རེད་མ་བྱུང། ང་ཚོ་གིས་འདི་ཚོ་གཅིག་གིས་འདོད་ལ་མ་འདོད་དང་གཅིག་གིས་དགའ་ལ་མ་དགའ་བྱས་ཏེ་ང་ཚོ་ཁྲིམས་ཞིབ་པ་གསུམ་དེ་ངོ་བོ་ཞེན་གྱི་མེད། དེ་ཚོ་མགོ་འཚོས་བྱེད་མ་ཤོག། ཧ་གོ་ས་དེ་དཔའ་རུ་ཐུབ་པ་ལ་དཀྲོག་གཏམ་མང་པོ་མང་པོ་རྒྱབ་མགོ་འདོགས་རོགས་ཨ། ང་ཚོ་ལས་ཀ་མེད་པ་གི་དེ་འདྲའི་བྱེད་ཀྱོག་དེ་འདྲ་མེད་དེ་ཚོ་མགོ་འཚོས་བྱེད། ཨ་ནི་ཁ་ཤས་ཁ་ཤས་ཀྱིས་ང་ཚོ་ལ་དེ་ལ་དྲ་རྒྱའི་ནང་དུ་བ་ལ་དཔེ་ཤག་ས་རེད་ས་སྐྱག་པ་ཟ་ཉེན་རེད་ང་ཚོ་འདི་འདྲའི་སར་སྐྱག་པ་དཀོན་མཆོག་གསུམ། ལྐུགས་པ་མར་ལྟ། ཕོ་ལོ་ལྔ་བཅུ་ངར་དགུ་ལེར་ད་ལྟ་བུ་དེ་ཟ་མ་མྱོང་ཚད་ཉིན་དེ་ནས་བུ་མ་རེད་ཨ་མགོ་བཟང་དེ་ཚོ་སྐད་ཆ་ཁ་བདག་པོ་ཡག་པོ་རྒྱབ། དེ་གིས་ག་ལྕེ་ང་ཚོ་འདི་འདྲ་དཔེ་ཤ་ཟ་མཁན་ལས་ཀ་བྱེད་ཡས་ན་ཁྱེད་རང་ཚོ་ཁ་བསྡུར་ཤོག་གསར་བུ་སྟོན་ང་ཚོ་ལ་པུརུབ་ཁྱི་འདི་ནང་མདུན་ལ་འདོན་དྲ་རྒྱའི་ནང་ལ་ཁ་ཁྱི་བདེ་པོ་ཡོད་ད། དྲ་རྒྱའི་ནང་ལ་ཁ་ཁྱི་བདེ་པོ་དེ་བཤད་མ་མྱོང་མདུན་ལ་ཤོག་སྐད་ཆ་བཤད་ཁ་ཤོག།

མི་རྒན་ཆང་གིས་བཟི་ན་དོན་སྙིང་སེམས་ལ་ཡོད། རྟ། རྟ་རྐྱང་པོ་རོང་བོ་ག་རྒྱབ་དེ་བུ་དོན་པའི་ལག་ལ་ཤ་རེ་ཡོད། དེ་ཚོ་ཧ་གོ་བྱེད་ཚིག་དེ་ཚོ་གོ་ཤེས་གི་ཡོད་ན། འོ་དེ་ཚིག་དེ་ཚོ་གོ་ཚོ་བྱེད་ལ་ཤོད་ཅིག་བྱེད། ཨ་ང་ཚོ་ལས་འགུལ་དེ་ཚོ་མུ་མཐུད་ནས་ཡོད་རེད། དེ་ཚོ་རྒྱ་ཆ་རྒྱག་ཡོད་རེད། དྲང་བདེན་གྱི་དྲི་བ་དེ་ང་ཚོ་དྲང་བདེན་རྒྱབ་ལ་འགྲོ་གི་རེད། མི་སུ་འདྲ་ཅིག་ཡིན་ན།

ངས་ངའི་སྤུ་བོ་དེ་ཚོ་ཡག་པོ་མེད་ན་ཡག་པོ་མི་འདུག་ལབ་ནས་ལབ་ཀྱི་རེད་མ་གྱུར་དགེ་རྒན་དེ་ཚོ་ཁྲིད་ལ་ངས་བཀའ་བརྒྱུད་ཁོང་བཏང་ཚར་འོག་ཁོ་རང་བཞུགས་ཀྱི་ཡོད་ཨ། ནོར་འཁྲུལ་ཡིན་ན་སོ་སོ་སྤུ་བོ་ལ་སྐད་ཀྱང་པ་ལ་སྐད་མ་རྒྱབ་མ་རྒྱབ་ལབ་ན་ཁ་ཆེམས་རྒྱབ་ཀྱི་རེད་ཨ། ཁ་ཆེམས་ཁོང་མར་བིང་ཡིན་ན་མར་བིང་རང་ལབ་ཀྱི་རེད་ཨ། སོ་སོ་སྐྱེས་དམན་ཡིན་ན་མར་བིང་ཡིན་ན་མར་བིང་ལབ་ཀྱི་རེད་ཨ་འོ་འདི་གཅིག་བྱས། ཁོ་ཚོ་གིས་ཟླ་བ་གསུམ་ནས་ཟླ་བ་གཉིས་བར་འཕོ་འགྱུར་བཏང་ཚར་ནས་རང་ཅག་ལ་ཁ་ཆེ་ལོག་དབེ་དང་ཁ་འབྲལ་བྱེད་ཁོ་རང་ཚོ་གཞི་ཡག་པོ་བྱེད་འགྲོ་སོང་ཨ། ཡག་པོ་བྱེད་ནས་ཕེ་རེད་བཀྲ་ཤིས་བདེ་ལེགས་བྱེད་ནས་ཕེ་སོང་ཨ་ནི། ཁས་ལེན་བྱེད་ནས་ཨ་ནི་སུས་བཞག་རེད། ཁོ་ཚོ་བཞག་ཉལ་དེ་གི་མིག་དེ་གི་ནོར་འཁྲུལ་རེད་མ་རྒྱུ། ཁྲིམས་བྱེད་པ་གསུམ་དེ་གི་ནོར་འཁྲུལ་ཤ་ཁྲག་ཆར་ཆག་གི་འོ་མ་རེད་ད་ཁོ་ཚོ།

བརྩིས་ན་ཐུགས་རྗེ་ཆེ་རེད་མ་བརྩིས་ན་ཁར་ཁོག་བཙུམ་བསྡད་དེ་རེད་ང་ཀོ་བཟང་འདི་ཚོ་ཡག་པོ་ཅིག་ཉན་དང་ཞུ་ཡིན་དེ་ངའི་དྲ་རྒྱ་དེ་རིང་མ་བཟོ་རང་ཚོ་ཐུགས་སོང་དོན་ཅིག་ཞུ་ཡ་ཡིན་ཨ་ནི་ག་འགའ་བཀྲ་ཤིས་ལས་ཞུ་ཡོད་ད་དགོངས་འགལ་མེད་བ།